ཚོན་ཁྲ་གསུམ་བཞག་ནས་དེ་ལ་དབུས་བརྒྱབ་ནས། ཚོན་ཁྲ་རེ་རེ་གྱིས་ཁོ་རང་གི། ཁྱད་ཆོས་མི་འདྲ་བ་མི་འདྲ། ཚོན་ཁྲ་གསུམ་ལ་ཁོ་རང་ཁྱད་ཆོས་མི་འདྲ་བ་གསུམ་ཐོན། ཨེ་ཡིན་ཁྱད་ཆོས་གཅིག་དེ། ཚོན་ཁྲ་གཅིག་དེ་དེ་གསུམ་གའི་གང་ཡང་མ་ཡིན་པས། ཨེ་ནི་ཚོན་ཁྲ་ཞིག་ཐོན་འོས་འདུག་ཨ། ཨེ་གཞན་གྱིས་ང་དྲི་བ་འདི་བཏང་སོང། ཨེ་ཁྱོད་རང་གིས་ད་དེ་ཚོན་ཁྲ་གསུམ་འདུག་ད་དེ་ལ་ཚོན་ཁྲ་བཞི་པ་ཞིག་ལས་དེ་དེ་ཚོན་ཁྲ་བཞི་པ་ག་བ་ལས་ལས་རེད། ཨེ་ནི་ངས་བསམ་བློ་བཏང་ཡང་འགྲོ་ཡང་ལན་ཁྱོད་རྒྱབ་ཐབས་མ་སོང་ཨེ་གཞན་གྱིས་ལབ་སོང། འདི་ཁྱོད་རང་གིས་ཚོན་ཁྲ་བཞི་པ་དེ་ཚོན་ཁྲ་གསུམ་དེའི་གང་ཡང་འབྲེལ་བ་མ་རེད། སོ་སོའི་འཁྲུལ་བའི་དབང་ཞིག་རེད། ད་དེ་འདྲའི་མཚམས་ལོག་བཏགས་པ་ན་ཚན་རིག་པ་ཚོས་འཁྲུལ་མ་འཁྲུལ་དང་བསླུས་མི་བསླུས་ནམ་ཞར་ཤེས་ཐུབ་ཀྱི་འདུག་ཟེར་རོགས་ཡིན། ད་འདི་དག་རང་གི་ཁུ་ཚབ་མའི་ཐ་སྙད་རེད་མ་རེད་མ་གཏོགས། ང་རང་ཚོས་ཀྱིས་ད་ཀྱེ་ཀྱེ་བཤད་པ་ཡིན་ན་འདི་ཚད་མ་ཐ་སྙད་ཆགས་ན་འགྲིག་ས་རེད་ཟེར་རོགས་ཡིན། དེ་ཡིན་ཙང་ཚན་རིག་པའི་རྣམ་གཞག་ན་ཡང་ཚད་མའི་རྣམ་གཞག་ཡོད་པ་ཅིག་རོགས་ཡིན། ད་ང་རང་ཚོ་ཀྱིས་ད་ནང་པས་ཀྱེ་ཀྱེ་བཤད་སྟངས་བྱས་པ་ཡིན་ན་ཚད་མ་ཤེས་པ་ཟེར་ཡ་དེ་ཨིན་ཇིམ་གྱི་གཟུགས་བྱད་མ་ཡིན་པ་ཀྱི་འགོ་རེད་གསུང་བ་ཡིན་ན། ཁ་སང་རྒྱན་གྱི་ད་ཡང་རྒྱན་རྒྱན་གྱི་སྔ་རོལ་དུ་ཡང་རྒྱན་མང་པོ་ཞིག་འདི་བ་ཕེབས་ཡོད་རོགས་རྒྱན་གཟུགས་ཀྱི་བྱེ་བྲག་མ་དབང་པོ་གཟུགས་ཅན་དེ་ཚད་མ་འདོགས་ཀྱི་རེད་གསུང། ད་གཟུགས་ཀྱི་སྐད་ཅིག་ཤེས་པ་ཡིན་ན་ཨིན་ཁྱད་པར་མེད་མཁན་འདྲ་བོ་ཞིག་ག་རེ་དང་ཅེ་ར་མའོ་ཁོ་རང་གིས་དབང་པོ་གཟུགས་ཅན་ཚང་མ་འདོད་པ་ལས་སྣང་བས་ན་ཡོད་པ་ཅི་ཨིན་དེ་དང་མི་ཤེས་ཚུལ་གང་འདྲ་ཞིག་རེད་ཅེས་འདི་གསུངས་རོགས་བྱས།
སངས་རྒྱས་པའི་ནང་པ་སངས་རྒྱས་པས་ཤེས་པ་གི་བྱ་བ་བྱས་པ་དེ་སྙིང་དང་ཀླད་རྩ་འབྲེལ་བ་ཐོག་ནས་འདྲི་ཤེས་ཏེ་ཁ་ཐུག་ལ་ག་ཡི་རྒྱལ་གོ་བ་མ་རག་དེ་འདི་ཁྱེད་རང་ཚོ་ཡིན་ན་ད་ཀླད་པའི་བྱ་བ་བྱས་ན་སྙིང་ལ་ཡང་བྱ་བ་བྱེད་མ་ཐུབ་ཟིག་གི་འདུག་ང་ཚོ་ཉུང་དུས་ཟ་མ་སྙིང་ལ་འཚོ་བ་སྐྱེས་ཡོང་གི་འདུག་དེ་ལྟ་བུ་འཚོ་བ་སྐྱེས་ཀྱི་མི་འདུག་བ་ས་ལ་གོ་རོ། ད་ཁོ་ནས་བྱས་ན་དེ་ད་དེ་གར་ས་ནང་པ་གི་ཀླད་པར་དང་འབྲེལ་བ་ད་ཁ་ཅིག་ཏན་ཏན་ཤུགས་ཆེན་པོ་ཡོད་རྒྱུ་རེད་དེ་ནས་སྙིང་ད་ཡི་འབྲེལ་བ་ཡོད་རྒྱུ་རེད་ད་ཡིན་ནས་ཀླད་པ་དང་སྙིང་གི་དེ་འབྲེལ་བ་ཀླད་པའི་ནང་ལ་འཚོ་བ་སྐྱེལ་མ་ཐུབ་ཅེས་བྱ་བ་བྱས་པ་དེ་སྙིང་ནང་ལ་འཚོ་བ་སྐྱེལ་ཐུབ་ཡག་དེ་ད་ཕ་ཅིག་གར་ས་དེ་གི་རླུང་ཡང་མ་འགྱུར་དག་གི་ཁྱད་པར་ཡོད་རྒྱུ་རེད་བ། གར་ས་ན་སྙིང་གི་ནང་ལ་རླུང་དེ་བསླད་ཡོང་དུས་རླུང་གི་ཁུ་འཁྱོག་དེ་ཤུགས་ཆེ་བ་གཏང་གི་ཡོད་རྒྱུ་རེད་བ། གླུད་པའི་ནང་ལ་ཡར་རླུང་འདི་འགྲོ་དུས་འགྲོ་བ་ཡིན་པ་གང་ཞིག་ལ། རང་རྒྱུ་འདི་གང་ཟག་གི་ཚོར་མོ་འདུ་བའི་རླུང་འདི་འདྲའི་འགྲོ་གི་ཡུལ་གྱུར་བ་དེ་ཡིན་དུས་བསམ་པ་འདི་འདྲའི་ཁྱད་པར་ཡིན་གྱི་མེད་འགྲོ། གཞན་ཞིབ་ཚགས་པོ་ངས་ཡང་སྙིང་དང་ཀླད་པ་གཉིས་ཀྱི་བར་རུ་གི་ཡ་འདི་འདྲའི་ཟེར་ཡང་གུ་ཀྱོག་རྒྱག་དགོས་ཀྱི་ཡོད་པས་དེ་ཞེ་དྲག་ཧ་གོ་མ་སོང་ད་དོན་དུ། སྨན་གྱི་གཞུང་དང་དེ་འདྲ་གི་འབྲེལ་བ་ཡོད་ཀྱི་རེད་ད་དེ་འདྲའི་ཐོག་ནས་བཤད་ཡ་ཡོད་ཀྱི་རེད་མ་གཏོགས་སྤྱི་དང་དེ། ཤེས་པ་དང་རླུང་ལ་འབྲེལ་བ་ཤུགས་ཆེན་པོ་ཡོད་རེད་ཡོད་པ་དེ་རགས་པ་དེ་ད་ཕྲ་མོའི་སྒང་ལ་སླེབས་ཡོང་དུས་ད། རག་པའི་ཐོག་ལ་དང་སེ་འབྲས་པར་བྲིས་ཤིག། ཁ་ཅིག་དཔེ་མི་སྲིད་རྒྱབ་ཐུག་གི་རེད་དྲན་འདུག་ཞིབ། ང་ཚོ་ལས་ད་དུང་ཞིབ་ཚགས་པ། རྒྱབ་ཐུག་གི་རེད་དྲན་འདུག་ཡིན་ནའི་ད་རག་པའི་སྒང་ལ། ཁྲ་མོ་ཁྲ་རུ་བཏང་དགོས་རོགས་ཤེས་པ་ཁྲ་རུ་ཁྲ་རུ་བཏང་ཡོང་དུས་ཨ་ནི་ཁོང་ཚོ་གིས། ལན་རྒྱབ་ཡ་དེ་ཁག་པོ་རེད་མ་གཏོགས་རག་པའི་སྒང་ལ་ད་དེ་ཚེ་འབྲས་པོ་ཕག་བཞག་ནི་ད་ཚེ་འབྲས་པོ་ཕག་བཞག་ཟེར་མི་འདུག་ང་རང་ཚོ། ད་ད་དེ་ཨ་ནི་དེ་ཁ་ས་སྲོལ་རྒྱུན་གྱི་བུད་མེད། རྡོ་མཛོད་རྩ་ཆེན་པོ་ཞེས་རེད་རྡོ་མཛོད་ག་ཟེར་ན་རྩ་ལ་བཏགས་ནས་རྩ་གི་གུ་གྱོ་རྒྱབ་བཏགས་ཀྱི་ཤིས་པའི་གུ་གྱོ་རྒྱབ་བཏགས་དེ་ཚོད་དཔག་བྱེད་ཐུག་པ་རེད། ག་ཟེར་ན་རྩ་གི་ནང་ལོགས་རླུང་རྩ་འཕར་ཡོང་དུས་འཕར་བ་དེ་སུས་གཟུགས་པ་ཟེར་ན་རླུང་གིས་གཟུགས་པར་བ། རླུང་དང། ཨ་ནི་ཤེས་པ་གཉིས་འབྲེལ་བ་ཡོད་པ་དེ་སྨད་ཀྱི་གཞུང་ལས་ཤེས་པའོ་རེད་ནང་པའི་གཞུང་དག

དུས་ཨ་ནི་ཕྲ་མོ་ཅིག་སྒྲུབ་ཀྱི་ཡོད་རེད་བ་ད་དེ་སྒྲུབ་དུས་ཨ་ནི་འཚོ་བ་ང་རང་ཚོ་ལ་འཚོ་བ་སྐྱེལ་ཐུབ་ཀྱི་མེད་ཡིན་གྱི་འདི་འདྲའི་གི་ཁྱད་པར་མེད་འགྲོ་ད་དེ་འདྲའི་ཞིབ་ཚགས་པོ་ངས་འདི་ཤེས་ཀྱི་མེད་ད་འདི་འདྲའི་ཐོག་ལ་ད་ཁྱེད་རང་གི་ད་ལྟ་ཀྱང་ཨོ་རམ་ཇི་ཚན་རིག་པའི་ཤེས་པ་ཁ་ས་ཚན་མ་དང་ཚན་མིའི་རྣམ་བཞག་བཤད་ཤེས་ཀྱི་མ་རེད་གསུངས་བཞག་ད་ཁྱེད་རང་གི་ཨ་ནི་བཤད་ཤེས་ཀྱི་འདུག་ཟེར་ད་འདི་འགན་འདུག་འདུག་ཟེར་བ་རེད་དྲི་བ་གཉིས་པ་དེ། ད། ཁོང་ཚོ་གི་ད་ང་ཚོ་དེ་ཁ་ས་ནང་པ་གི་ཤེས་ཡག་གི་ཚད་མ་དང་ཚད་མི་ཟེར་དེ་གཙོ་དབང་ཤེས་གང་ལ་འདྲི་གཞི་གལ་ཆེན་པོ་མ་རེད། ཡིད་ཀྱི་ཤེས་པའི་ཚད་མ་དང་ཚད་མི་གི་རྣམ་གཞག་དེ་གལ་ཆེ་ཡོད་རེད། དབང་ཤེས་གི་ཐོག་གི་འཕྲུལ་དད་པ་དང་ཡུལ་གི་གནས་ཚུལ་དང་མི་མཐུན་པ་དེ་ཕ་ཅེ་དེ་ཁ་ས་ཚན་རིག་པ་དང་ཚོ་གི་འདྲི་གཞི་རྒྱབ་ལས་སླ་པོ་རྒྱབ་ཐུབ་ཀི་རེད་དྲན་གི་འདུག་འདི་གི་གལ་ཆེན་པོ་ཟེར་མ་རེད་ད་གཙོ་བོ་ཡིད་ཀྱི་ཤེས་པའི་ནང་ལོ་ཡིད་ལོ་དོག་པ་གང་ལ་གཙོ་བོ་ད་ནམ་རྒྱུན། འདི་གི་མཚན་ཉིད་དཔེ་ཆ་གི་ཐ་སྙད་བེད་སྤྱོད་བཏང་ན་ཡེ་ལོ་རྟོགས་པ་གི་མཚན་མ་ཡིན་དང་མཚན་མེད་ཡིན་གི་རྣམ་གཞག་དེ་ཁོ་ཚོས་ཤེས་ཐུབ་གི་མ་རེད་ངས་ད་གིན་ལབ་ནང་བཞིན་རེད་ཡེ་ལོ་རྟོགས་པ་གི་བུམ་པ་ལ་དམིགས་པ་བུམ་པ་ལ་བལྟས་ཡེ་ལོ་རྟོགས་པ་གི་ལྟ་བུམ་པའི་གནས་ཚུལ་ཡེ་ལོ་རྟོགས་པ་བུམ་པ་ལ་ཕར་ལྟ་ལྟ་བའི་ཡེ་ལོ་རྟོགས་པ་གཅིག་པོ་འདི་ལ། མ་རྟོགས་པ་ཡོད་རེད་ལོག་རྟོག་ཡོད་རེད་ཐེ་ཚོམ་ཡོད་རེད་ཡེ་སྤྱོད་ཡོད་རེད་བློ་མཚན་མ་ཡིན་ངེས་ཡོད་རེད་འདི་གི་རྣམ་གཞག་དེ་ཡེ་ལོ་རྟོགས་པ་གི་བུམ་པ་ལ་ལྟ་བཞིན་པའི་ཡུལ་གཅིག་ཉིད་ལ། ལྟ་བཞིན་པའི་ཡེ་ལོ་རྟོགས་པ་དེ་ལ་འདི་འདྲའི་སྤུ་རིས་དེ་ཕ་ཆེ།

དྲི་ལ་བརྟེན་ནས་ཀྱི་ཕ་ཤུ་དེ་ནི་རོ་འདྲ་མ་འདྲ་དེ་ནི་པོ་ཡ་དེ་ནི་ཀྱི་ཁོ་ཚོ་རྗེས་པར་དེ་ནི་ཤེ་ཡ་ཡེར་ལོག་དོ་ཨ། ད་ད་དེ་ཚེ་རི་ཚེ་རི་བ་ཚེ། དེ་དེ་ཡ་ནི་ང་ཚོ་ད་ད་དེ་ད་གཙོ་བོ་ཨ་ནི་གར་ས། རྗེས་པ་ཨ་རྗེས་པ་ཚེ་མ་ཤེས་སྟངས་དེ་ཨ་ནི་ད་ད་དེ་ང་ཚོ་མིའི་རྗེས་མཚན་གཙོ་བོ་ང་ཚོ་མིའི་ཀྱི་གར་ས་ན་གཙོ་བོ་དེ་ཨ་ནི་དབང་ཤིང་ལ་བརྟེན་ནས་ད་གར་ས་ད་གཙོ་བོ་དེ་ལུང་རྗེ་ཡེར་ལོག་དོ་ཨ། ད་སེམས་ཅན་འགའ་ཞིག་གི་གར་ཟེར་ན་ནི་སོ་སོ་ད་ཁྱེད་འདྲ་བོ་འདུག་ནི། དེ་ནི་གང་ཞིག་གི་ནི་དྲི་ལ་བརྟེན་ནས་ནི་ཁོ་རང་ཚོ་གི་ཕི་གེ་ད་ག་ས་སྦྱིན་སྲེག་བྱས་ནས་ནི་ཁོ་རང་ཚོ་གི་ཕི་གེ་ཟེར་ན་མི་འདུག་ད་ཅི་ཉེ་རག་གི་དོ་དང་ནི་སེམས་ཅན་འགའ་ཞིག་གི་སྒྲ་སྒྲ་སྦྱིན་སྲེག་འདི་བྱས་ནས་གི་ནི་ཐོག་རིང་པོ་གི་དེ་ནས་གི་བརྟེན་ནས་ནི་གར་ས་ད་ཁོ་རང་ཚོ་ཅི་ཅི་ཉེ་ཅི་རག་གི་འོ་དེ་ཚོ་ཉེ་ཅི་བྱེད་པ་བཤད་ཡས་རེད་ལོག་གི་འདུག་དེ་སོ་སོ་ང་རང་ཚོ་དེ་ད་ད་དེ་དེ་ནས་གི་གར་ས་ད།

ཏོག་གིས་ཏོག་གིས་ལ་ཚོགས་པའི་ནང་རིགས་པའི་རགས་པ་དཔེར་ན། ཕྱུགས་རགས་པ་དེ་ལྟོ་བ་ནི་ཁོས་ཁོས་གྲི་དང། ཁ་ཟ། རོ་དང་རགས་པ་སྟོང་ཚོ་མ། རྒྱུ་མཚན་དུ་བཀོད་ནས་འདི་སྤོ་བ་འདི་བཏགས་ཡོང་བཞིན་གྱི་མ་རེད་དེ། གནས་གཅིག་ཏུ་ཡོད་པ་ཡིན་ཙང་ཕ་གིས་ལྟོགས་ཐུབ་དགོས་བ་རེད་ཟེར་བ་རེད་མ་གཏོགས། རགས་པ་བཏགས་ཚེ་ཁོ་ནི་ཁྲ་མོ། ཏོག་ཡག་གི་བཏགས་མེད་དུ་ཕ་གཅིག་གསུང་གི་ཡོད་ཀྱི་མ་རེད་དེ། གི་འདུག་ང་ཚོས། གློག་རིགས་ཀྱི་དབྱེ་བ་དེ་རྒྱག་དུས་གོས་སུ། གློག་རིགས་བདུན་དུ་དབྱེ་བ། གཉིས་སུ་དབྱེ་བ། གསུམ་དུ་དབྱེ་བ། ད་གློག་རིགས་བདུན་དུ་དབྱེ་བ་དུ་མ་བཞག་དུས་གོས་སུ། ད་དངོས་སམ་རྗེས་དཔག་དེ་ནི། ཡིད་ཆེས་སྣ་ལ་མ་ངེས་ཐེ་ཚོམ་ལོ་ཤེས་སོ་ད་དེ་འདྲ་ཞིག་ནི་གློ་བའི་དུས་ནས་བཞག་འདུག་དགའ་བསུ། ད་ང་ཚོ་དཔེར་ན། ད་ང་ཚོ་གི་ཡིད་ཆགས་དྲགས་ཏེ་བསམ་བློ་བཏང་པ་ཡིན་ན་དཔེ་ཇི་སྲིད་ན་དྲ་འབེལ་གྱིས་མཛེས་པའི་དེ་ནི་གློ་བའི་གི་ཐ་ཆད་དང། ལྟ་བའི་གི་ཐ་ཆད་འདྲ་བོ་དེ་ཚོ་ད་ང་ཚོ་ད་ལྟ་ཆགས་ཏེ་སོན་ཡོད་མ་རེད། ད་ང་ཚོ་ད་ལྟ་གཞི་བཅོལ་ས་དེ་གློ་བའི་དེ་དགེ་བཤེས་འཇམ་དཔལ་བསམ་འཕེལ་གྱིས་མཛད་བཞག་པའི་དེ་ནི་གློ་བའི་དེ་ནི་ཉེར་མཁོ་ཀུན་འདུས་ཆགས་དེ་བས། ད་གློ་བའི་ཉེར་མཁོ་ཀུན་འདུས་རྣམས་ལ་མ་ང་ཚོ་མ་བསྡུ་གསུངས་ཡོད་དུ་སྐབས་སོགས་གློ་བའི་བདུན་དུ་དབྱེ་ནས། ཡིད་ཆེས་ཀྱི་དང་སྣ་ལ་མ་ངེས་ཀྱི་གསུངས་པ་རེད། ད་ཡིད་ཆེས་ཀྱི་དང་སྣ་ལ་མ་ངེས་གཉིས་གསུངས་ནས་ད་དང་པོ་དེ་ཡིད་ཆེས་མ་གསུངས་འདུག་སྐབས་སོགས་ཡིད་ཆེས་འཁོར་གང་གི་ངོ་བོ་དེ་ལ་ངོ་བོ་སྔ་ཕྱི་གཉིས་བཞག་ནས། རང་གི་རྒྱུད་ཡིད་དུ་བྱས་པའི་ཆོས་ལ་མཐའ་གཅིག་ཏུ་ཞེན་ཅིང་སྤྱི་ལྡན་མ་ཐོབ་པའི་ཞེན་རེས་སུ་ཡིད་ཆེས་ངོ་བོ་བཞག།

ང་ཚོ་གིས་ཡིད་ཆེས་ཡོད་པའི་འགྲུལ་སྐྱེལ་དེ་ཚད་མ་རི་སྟེགས་ཁོངས་སུ་འགྲོ་ནས་ཡིད་ཆེས་ཡོད་པའི་འགྲུལ་སྐྱེལ་དེ་ཤེས་ཡོད་དགོས། ཚད་མ་རི་སྟེགས་ནང་ལ་ཡིད་ཆེས་མེད་པའི་འགྲུལ་སྐྱེལ་དེ་ད་ལྟ་དེ་འགྲོ་གིན་འདུག་དེ། ང་ཚོ་དེ་གནད་འགག་དེ་ག་གི་ཐུག་འདུག་ཟེར་ན་ད་ལྟ་དེ། ཚད་མ་རི་སྟེགས་རང་གི་རང་འགྲེལ་ནང་ལ་ཡིད་ཆེས་བཀག་བཞག་འདུག་གོ། ཚད་མ་རི་སྟེགས་རང་གི་རང་འགྲེལ་ནང་ལ་ཡིད་ཆེས་བཀག་བཞག་པ་ཡིན་ཙང་ད་ནི་དཔེར་ན་ད་ལྟ་དེ་རྩ་བ་དེ་ཚད་མ་རང་འགྲེལ། ཚད་མ་རི་སྟེགས་ཡིན་པ་བཅས་འགྲེལ་བ་དེ་དེ་ནི་མཁས་པ་གཞན་གྱིས་འགྲེལ་བཞག་པ་ཡིན་ན། དེ་ནི་ཡོན་ཁོའོ་སང་ལོ་སྟོང་ས་ཆོས་གཞན་དག་ཅིག་ཏུ་གོ། ད་ཡིན་ན་ཡང་ས་སྐྱའི་དཔེ་འཁྲིད་དང་ཀུན་དགའ་རྒྱལ་མཚན་ཉིད་ཀྱིས་ཚད་མ་རི་ཏའི་དང་དེའི་རང་འགྲེལ་གཉིས་ཀའི་ནང་ལ་དེ་ནི། རང། རྩ་བ་སྐབས་སུ་གསལ་ཁ་ཞེ་དྲག་མེད་པར་གང་ཞིག་ལ་འགྲེལ་བ་སྐབས་སུ་ཧ་ཅང་གི་ཚིག་གསལ་པོ་བཀོད་ནས་དེ་ནི། ཡིད་ཀྱི་ཡོད་པ་དེ་བཀག་ཞེས་གོ། ད་ཡིད་ཀྱི་ཡོད་པ་བཀག་འདི་སྐབས་སུ་ད་ང་ཚོ་དཀའ་ངལ་གྱི་གག་ཁྲིག་རེད་ཟེར་ན། ད་ད་ལྟ་དེ་ཨ་ལས

ད་ནི་ས་སྐྱ་ཀྱི་གཞུང་ལུགས་དེ་ཚོ་རྣམས་ལ་ལ་དྭགས་དཔེ་ཟླ། གོ་གམ་པ་དང་དེ་ནི་ཤ་སྐྱ་མཆོད་རྟེན་དང། རྟ་ཚོང་ལོ་ཙཱ་བ་དང་ད་དེ་ཚོའི་གི་གཞུང་རྣམས་ལ་ལ་དེ་ནི་ཡིད་ཀྱི་ཡོད་མིན་དེ་གསལ་ཁ་ཡོད་མེད་ཧ་གོ་མ་སོང་ད་གང་ལྟར་ཁོང་ཚོ་གི་ད་ས་སྐྱ་དཔེ་གི་ད་ནི་ཚད་མ་ཀུན་གྱི་རྒྱལ་པོ་རི་སྟེགས་དང་དེའི་རང་འགྲེལ་རྣམས་ལ་ལ་ཡིད་ཀྱི་ཡོད་དེ་དཔེ་རྦད་དེ་མེད་པ་དེ་གསལ་པོ་རེད་ཀྱ་དེ་ཡིན་དུས་སྐབས་སུ་ད་ང་ཚོ་ཡིད་ཀྱི་གསལ་ཏེ། ང་ཚོ་རང་གི་རྒྱུད་ཡུལ་དུ་སྐྱེས་པས་ཁྱོད་ལ་མཐའ་གཅིག་ཏུ་བྱིན་གྱིས་བརྩེ་ལྡན་མ་ཐུབ་པ་བཞིན་རེད། ཡང་ན་མྱོང་བ་དང་བསྟན་བདག་གང་ལ་ཟེར་ཏེ་དེ་འདྲའི་བཞག་འདུག་ག་སུ་དེ་སྔ་རྗེས་གཉིས་ཀྱིས་གོ་བ་སྔ་རྗེས་གཉིས་བཞག་ནས་དེ་འདྲའི་བསམ་བློ་གཏོང་འདུག་ང་ཚོ་ང་ཚོ་ཡིད་ཆེས་བཞག་ཡས་དེ་རོ་དགེ་ལྡན་པའི་ཐུན་མོང་མ་ཡིན་པའི་གཞི་ཚུལ་གཅིག་རེད་པས་ཡང་ན་ཡིད་ཆེས་བཞག་ཡས་དེ་རྒྱ་གར་གྱི་མཁས་པའི་གཞུང་དང་དེ་མ་ཡིན་པའི་དེ་ནས་གཞུང་དེ་འདྲའི་ནོར་ཡོད་རེད་བས་འོ་དེ་གནད་འགག་གཅིག་ཆགས་འདུག་དེ་ཅིའི་ཕྱིར། དེ་ནས་གཉིས་ནས་དེ་ནས་ཡང་གློ་བའི་གདན་གྱི་དབྱེ་བ་ན་བཞག་དུས་སྐབས་སུ་སྣ་ལ་མ་ངེས་ཏེ། རང་གི་རྒྱུད་དུ་བཅུད་པའི་རང་མཚན་རྩ་བ་སྣང་ཡང་དེ་ལ་ངེས་པར་འབྲེལ་མི་ནུས་པའི་རིགས་པས། ད་ང་ཚོ་གིས་ཡང་སྣ་ལ་མ་ངེས་ཡོད་པའི་སྒྲུབ་བྱེད་འདྲ་བ་དེ་སྐབས་སུ་སྣ་ལ་མ་ངེས་དེ་ལ་དབྱེ་བ་གསུངས་བཞག་ནས་རྣལ་འབྱོར་ལྔས་སམ་ངོ་བོ་གཅིག་པའི་སྣ་ལ་མ་ངེས་ཡོད་སྨྲ་བའི་སྐབས་སུ་ན་ཀླུ་སྒྲུབ་ཆེན་པོ་སྟོང་ཆེན་ལ་དེ་ནི་དེ་འདྲ་ཞིག་ནི་མ་ཁོངས་སུ་དྲངས་ཡོད་དོ། ད་དེ་འདྲ་ཡིན་དུས་སྐབས་སུ་ཡང་སྣ་ལ་མ་ངེས་དེ་དཀའ་ངལ་གྱི་གར་འཁྲིད་ཀྱི་དུས་སུ་ནི་སྣ་ལ་མ་ངེས་ཡོད་པའི་ཁུངས། རྒྱ་གར་གྱི་མཁས་པས་ད་ཅིར་བརྟེན་བཀའ་འགྱུར་གྱི་ཡོང་སྒོའི་སྟེང་ནས་པཎ་གྲུ་བཅུ་ལྡན་གྱི་ད་གསུང་དང་དེའི་ནང་ན་ལྷག་པར་དུ་ཁྱུང་ལུང་ཡབ་སྲས་ཀྱི་ཚིག་མའི་གཞུང་དེ་ཚོ་རྣམས་ལ་དེ་ནི་སྣ་ལག་མ་ངེས་ཀྱི་གཏན་འབེབས་བྱས་པའི་གཞུང་ཚིག་དང། དེ་བཞིན་དུ་ཡིད་ཆེས་གཏན་འབེབས་བྱས་པའི་གཞུང་དེ་འདྲ་ཡོད་དམ་མེད་དེ་ང་ཚོ་དེ་གཅིག་ཚོད་གཞིག་བྱེད་དགོས་འགྲོ་དེ་ང་ཚོ་གནད་འགག་ཆགས་འདུག་ག་དེ་སྲིད་ན་ང་ཚོ་ཡིད་ཆགས་དང་ཁོ་ཐད་ཀར་འབྲེལ་བ་ཆགས་འདུག་གོ་ད་ང་ཚོ་ད་ལྟ་འདྲ་ཡིན་ན་ད་ཁོ། ལགས། ཆུང་ཚགས་འདྲ་བོ་དེ། གློ་བའི་ཉེར་མཁོ་ཀུན་འདུས་འདྲ་བོ་དེ་མ་གཏོགས་གཞན། པཎ་ཆེན་སི་ནཱ་དྲ་བའི་རྫས་བཞག་པའི་དེ་ནས་གློ་བའི་དང་རྟ་བའི་གང་ཡིན་པ་དེ་དག་མེད་ཙང་ལས་དེ་ནས་ད་ལྟ་ང་ཚོ་ལྷ་མྱི་བྱེད་ཡ་གི་ལྷ་བརྒྱད་དུ་ཡོད་མ་གི་བ། དེ་ཡིན་དུ་ག་ས་ད་དེ་ཚོ་གི་མཐའ་བརྟོལ་ས་ཡ་གི་ཚོད་ཚགས་འདྲ་བོ་དེ་ཚོ་ག་འདྲི་ཡིན་གི་མེད་དེ་ཨོ་རྒྱན་ལགས་ལ་ག་འདྲི་ཞུ་ཡིན། གནག་ལ་མ་འགའ་ཡོད་མེད་ཟེར་ཡ་དེ་ནམ་རྒྱུན་རྩོད་གཞི་ར་བྱེད་རེད་ད་ད་ལྟ་དེ། ང་ཚོས་ད་ལྟ་གཞུང་ནང་ལ་པ་ཀླུ་རིགས་བདུན་བརྩི་ཡ་དེ་རུས་ཀུན་འདུས་པའི་ནང་ལ་བརྩི་ཡ་དེ་གཙོ་བོ་ཁུངས་ག་བ་འདུག་གོ་རེད་ཟེར་ཅི་ད་རྒྱ་གཞུང་ནང་ལོར་ཀླུ་རིགས་བདུན་གྱི་དབྱེ་བ་དེ་ཡོད་ནམ་མེད་ན་གསལ་པོ་ཅི་ཁ་ཅི་ཡོད་ས་མ་རེད། ཚད་མ། ཚད་མ་ལ་མངོན་རྗེས་གཉིས་བྱས། མངོན་སུམ་ལ། ནི། དབང་མངོན་ཡིན་མངོན། རང་རིག་མངོན་སུམ་གནས་ཆུང་མངོན་སུམ་ཞེས་བཞི་བྱས་དེ་ཡོད་རེད། ད་དཔྱད་ཤེས་དེ་གསལ་པོ་ཡོད་རེད་རྣམ་འགྲེལ་ནང་ལ་ལ་ག་རེ་ཟ། གཟུང་བ་འཛིན་ཅིང་ཀུན་རྫོབ་ནི་མི་ལྟོས་ཟེར་ཡ་དེ་གི་ཁ་བསྡུར་དེ་ལ་ཚད་མ། དེ་མ་དུས་གསལ་པོ་ཡོད་རེད། ཨ་ནི། ལོག་ཤེས་དང་ཐེ་ཚོམ་དང་སྟོང་ཚོམ་དེ་ད་གཞུང་ནང་གསལ་པོ་ཡོད་རེད། ད་དེ་ཡིན། གསལ་ཁ་མེད་པ་དེ་འདིར་ཡིད་དཔྱོད་དང་གནང་ལ་མ་ངེས་དེ་རེད། ད་ང་ཚོས་ད་ལྟ་ཁུངས་དྲངས་ཡ་འདི་ག་པར་ཁུངས་དྲངས་དགོས་ཟེར་ན། བུ་ཤུག་ནང་ནས་སྔ་ཤོས་ཏེ། ཆབ་པ་ཆོས་ཀྱི་སེང་གེ་ནང་ལོ་ཆབ་པ་ཆོས་སེང་གི་གཞུང་ལ་ཁུངས་གཏུགས་པར་ལྟ། བོད་ཀྱི་གཞུང་གི་ནང་ལོགས་ལས་ཁུངས་ད་ལྟ་ང་ཚོ་ཀླུ་རིགས་གྲངས་ཡངས་ཏེ་ཆར་པ་ཆོས་སེང་གི་གཞུང་གི་ནང་ལོགས་ལ་ནི་ཀླུ་རིགས་དུས་ཀྱི་རྣམ་གཞག་དེ་གསུང་གི་ཡོད་ཟེར་བ་ད་ང་ཚོ་དཔེ་ཆ་དེ་རག་ཡོད་མ་དཔེ་ཆ་དེ་ཡོད་རེད་ཟེར་ཡོད་མ་ད་ལྟ་ཡོད་པའི་དཀར་ཆག་གི་མཐོང་ཡོད་རེད་མ་གཏོགས་དཔེ་ཆ་ཁོ་རང་ལག་པ་ལ་མཐོང་ཡོད་མ་རེད་ད་དེ་ཆར་པ་ཆོས་སེང་གི་དུས་བྲག་གི་གཞུང་གི་ནང་ལོགས་ལ་དུས་གཞུང་དང་བློ་རྟགས་ཀྱི་གཞུང་ཡོད་ཟེར་བ་དེ་འདྲ་གི་གཞུང་ནང་ལོགས་ལ་ཀླུ་རིགས་དུས་གྲངས་ཀ་བརྒྱད་ཡོད་པ་དེ་གཞི་ལ་བྱས་ནས་ནི་ད་རེ་བརྐུས་འདེད་པའི་བླ་མ་བླ་མ་གང་ག་ད་ཅིག་ཀླུ་རིགས་ཀྱི་རྣམ་གཞག་གསུང་མཁན་གང་ག་ལོག་གི་དེ་གཞི་ཆགས་བྱས་ནས་མ། ནས་བཟུང་དགོས། ད་ད་ལྟ་འདི་ལ་རྩོད་པ་རེད། དར་ས། ས་སྐྱ་པཎ་ཆེན་གྱི་རིགས་དེ་གི་རྩ་བ་ཁོ་རང་རང་ལ་དེ་ང་ཚོས་དེ་ཡེ་ཆོད་ཡོད་པའི་ཁོང་ལ་རྩ་བ་དེ་རྩ་བ་དེ་འདི་རེད། གོ་བ་གཉིས་ཆོས་ལ་གླེང་ཆོག་གི་རེད། ཡེ་ཆོད་ཡོད་པའི་ཁོང་ལ་ཕ་གོ་བ་རྒྱབ་ནས་རྒྱབ་ཡ་ཡོད་རེད་མེད་པའི་ཁོང་ལ་གོ་བ་རྒྱབ་ནས་རྒྱབ་ཡ་ཡོད་རེད་རྩ་བ་ཁོ་རང་རང་ལ་ཁོ་དགུ་གཉིས་མ་རེད་རྩ་བ་དེ། ད་ད་ལྟ་དེ་ཡེ་ཆོད་མེད་པའི་ཁོང་ཡིན་ཡིན་ཏེ། ཨ་ནི་པན་ཆེན་གྱིས་ས་སྐྱ་པན་ཆེན་གྱི་རང་འགྲེལ་ནང་ལ་གསུངས་བྱ་ས་དང་རང་འགྲེལ་ད་ངས་མཐོང་མ་དེ་ཡང་རང་འགྲེལ་རྩོད་གཞི་ཅན་རེད། རང་འགྲེལ་སྤྱི་དག་ས་སྐྱ་པན་ཆེན་གྱི་རག་ཐག་ས་སྐྱ་རིག་སྡེའི་རང་འགྲེལ་ཡོད་རེད་ཟེར་བ་རེད། ཡིན་ནའི་རང་འགྲེལ་དེ་ལ་ཨ་ནི་ལྷད་ཞུགས་པ་ཡོད་རེད། རང་འགྲེལ་མ་བལྟ་བ་ཡོད་རེད། ད་འདི་གསལ་པོ་ཞེས་བ་རེད་ས་སྐྱ་ཁོ་རང་ནང་ལོགས་ལས་རེད་ལ་རེའུ་གུ་འདེད་པའི་ནང་ལོགས་ལས་གསུངས་དགོས་རེད་ས་སྐྱ་ཁོ་རང་གི་མཁས་པ་ཚོའི་ནང་ལོགས་ལས་གསུངས་དགོས་རེད། དེའི་གསལ་ཤོས་ཅིག་ག་རེ་ཤེས་དགོས་རེད་ཟེར་ན་ང་སྔོན་མ། ལོ་ཙཱ་འདི་ནས་ལོ་གཅིག་གི་སྔ་རོལ་ལ་ཡལ་གའི་ཁར་སང་ཕ་ཡུལ་ལ་གོམ་པ་ཅིག་བཏེགས་རེད་ས་སྐྱ་གོམ་པ་ཅིག་ལ་དཔེ་འཁྲིད་མཁན་བྱས་ཡོད། བོ་དོང་རྟགས་འདི་རེད་ཁོ་རང་བོ་དོ་ཕྱོགས་ལས་རྣམ་རྒྱལ་གི་གོམ་པ་དེ་ལ། བོ་དོ་ཕྱོགས་ལས་རྣམ་རྒྱལ་གྱིས་ས་སྐྱ་པན་ཆེན་གྱི་རིགས་གཏེར་གྱི་རང་འགྲེལ་དེ་ལ་དགག་པ་བརྒྱབ་ཡོད་རེད། རྟ་མགུལ་ཁ་ཐུག་ལ་ཁ་རེད། འདི་གཉིས་ཁ་ཐུག་དེ་ལ། འདི་གཉིས་ཁ་ཐུག་དེ་ལ་དགག་པ་བརྒྱབ་ཡོད་རེད། དེ་ཡིན་ཙང། འདི་ས་སྐྱ་པན་ཆེན་གྱི་དགོངས་པ་མ་རེད་དེ། རང་འགྲེལ་ཡིན་ཟེར་ཡ་དེ་གི་ནང་ལོགས་དེ། ཨ་ནི་སློབ་མ་མ་ཤེས་མཁན་དེ་འདྲ་གི་ཡར་ལྷད་རྒྱབ་སྐྱོར་རེད་བཀག་ཡོད་རེད། འདི་ཡིན་དུས་བསམ་པ་རང་གྲོལ་ཅི་ལྟར་ས་བརྒྱད་པད་འཇིགས་རང་གྲོལ་ཡོད་པ་རིག་སྟེགས་རང་གྲོལ་ཡོད་པ་གང་ཞིག་ལ་ལྟ། རིག་སྟེགས་རང་གྲོལ་ཆ་ཚང་ཆ་ཚང་བ་ཅིག་ཡོད་ཡོད་ན་ཡང་ན། སྤྱིའི་རྩོམ་འཕྲོ་འདི་འདྲའི་ཡིན་པ་ཡིན་ན་ག་ལྟ་སློབ་མ་གི་ཡ་ཁ་གང་འགྱོགས་ཡོད་ན་ག་རེ་ཡིན་ན་ག་ལྟ་ས་བརྒྱད་པད་འཇིགས་རང་གྲོལ་ཡོད་ཡ་ཡོད་རེད་ཡོད་དེ་ཡིན་ན་དེ་ས་བརྒྱད་པད་འཇིགས་རང་གྲོལ་བརྒྱ་ཆ་བརྒྱ་ཐ་མ་གོ་ནས་འཇུག་གི་བར་དུ་ས་བརྒྱད་པད་འཇིགས་གསུང་རེས་ཐག་ཁོ་རང་ཚོ་ནང་ལོགས་ལས་ཐག་བཅད་ཡོད་མ་རེད། དེ་གཅིག་རེད། དེ་ཨ་ནི་རྒྱལ་ཚབ་ཆམ་ཐམས་ཅད་ཀྱི་ནི་ས་ཆ་དེ་གི། ལྷོ་ས། ཚད་མ་རིགས་འདེད་ཀྱི་འགྲེལ་པ་ཅིག་ཡོད་རེད་ད། དེ་དེ་རིག་ག་ས་ཞིག་ནས་ཐོན་ཡོད་རེད་མ་གཏོགས་གནའ་སྔ་མོ་ད་མཐོང་ཡ་ཡོད་མ་རེད་ས་རྒྱལ་ཚབ་རིན་པོ་ཆེ་གི་རིགས་འདེད་ཀྱི་འགྲེལ་བ་ཡོད་མེད་ཅིག་ད་ཁྱོན་ནས་ཡོད་མ་རེད་ད་དེ་རིག་ག་ས་ཞིག་ནས་པར་བརྒྱབ་ནས་འདུག་ཨ། དེ་ཡིན་ཙང་དེའི་ནང་ལོགས་ལས། ཨ་ནི་དེ་རང་འགྲེལ་གྱི་མ་བཏབ་པ་དེ་འདྲའི་ཡོད་པ་གང་ག་ལོགས་ཡང་འགག་པ་ཟེར་ནས་དག་གསལ་གནང་ཡོད་རེད། རང་འགྲེལ་གྱི་ལྷད། རང་འགྲེལ་ནང་ལ་ཡོད་པ་ག་ཤི་ནི་ས་སྐྱ་པན་ཆེན་དགོངས་པ་མ་རེད་དེ་ལྷད་རྒྱབ་རྒྱབ་རེད། དེ་འགྲེལ་གྱི་དགོངས་དེ་ཨིན་དྲོད་གསང་བ་དེའི་ནང་ལོགས་ལ་རྒྱལ་ཚབ་རིན་པོ་ཆེ་གི་ས་སྐྱ་དང་ད་ལྟའི་གི་རིག་གཏེར་གྱི་རང་འགྲེལ་དེ་ནང་ལོགས་ལ་ཡེ་ཆོས་རྦད་དེ་བཀག་མི་འདུག། ཡེ་ཆོས་ད་ཁོ་རང་ཚིག་ཁོ་རང་ལ་འགྲེལ་བ་གཉིས་ཀ་ཡེ་ཆོས་ག་ས་ཡིན་པར་འགྲེལ་ནས་འགྲེལ་ཡ་ཡོད་ངེས་མིན་པར་འགྲེལ་ནས་འགྲེལ་ཡ་ཡོད་ངེས། དབྱིན་ཚང་ག་ས་ཡེ་ཆོས་ད་ལ་བལྟས་མེད་དུ་ཡེ་ཆོས་ཡེ་ཆོས་ཁས་ལེན་ན། རྟགས་ལ་བརྟེན་པར་རེ་བས་རྟགས་ལ་མ་བརྟེན་པར་རེ་བས་རྟགས་ལ་བརྟེན་ན་རྟགས་སྣང་གསུམ་ལ་བརྟེན་དགོས་རེད་རྟགས་སྣང་གསུམ་ལ་ག་རེ་ལ་བརྟེན་པར་རེ་ཟེར་ཏེ་རྒྱུ་མཚན་བཀོད་ནས། དེ་འདྲའི་དོགས་ལོག་བྱས་རེད་མ་གཏོགས་རྦད་དེ་བཀག་པ་དེ་གསལ་པོ་ཡོད་མ་ད་འདི་ནང་ལོགས་ལ། རྒྱལ་རྩ་རིན་པོ་ཆེ་གི་འདི་རེད་འདི་རེད་དེ་གི་འགྲེལ་པ་དེ་ནང་ལོགས་ལ་དབྱིན་ཙང། ང་ཚོས་འདི་མཐའ་གཅིག་ཏུ་ས་སྐྱ་པཎ་ཆེན་གྱིས་བཞེས་གི་ཡོད་མ་རེད་ཟེར་ཐག་གཅོད་ཐུབ་ཡ་ཡོད་མ་རེད་ད་ཡང་ཁོ་རང་ཚོ་གི་རྗེས་འཇུག་གི་ཡིག་ཆའི་ནང་ལོགས་ལ་ག་རེ་ཡོད་མེད་དེ་ངས་ཧ་གོ་མ་རུ་ཨ། ག་རེ་བྱེད་ཀྱི་ཡོད་དམ་མེད་པའི་ཆ་ག་རེ་ཡིན་མིན་དེ་སྨིན་ཚར་དེ། ཇོ་ནང་གི་རྟོག་པ་ཞེས་འགོག་གི། ཨོ་གང་ལྟར་དཔེ་བརྗོད་ཐེངས་གཅིག་གི་གསུང་ན་ཡས་བཅོས་ཡོད་རེད་ད་ཁོ་ག་གི་ཙམ་ག་བ་ཡིན་མིན་ངས་ད་ལྟ་དེ་ཚོད་ཐིག་མི་འདུག་ད་སྔ་མ་ད་ལྟ་འདི་ཡི་བར་ས་དེ་ཐུབ་བསྟན་ཅན་པ་གི་ངའི་གསུང་གི་གོགས་སུ་རིའུ་གི་ལུ་པའི་ནང་ལོགས་ལ་ད་རིའུ་གི་ལུ་པ་ཟེར་ནས་འདིར་ད་རྗེ་ཡབ་ཚེ་གསུམ་གི་རྗེ་ཡབ་ཚེ་གསུམ་གི་ཡས་བཅོས་ཟེར་ཡས་དེ་གཞན་བྱེད་ཀྱི་ཡོད་རེད་ཡོད་མ་རེད་ཟེར་མཁན་གྱི་དོགས་བཅོས་བྱས་སོ་དེ་དེར་ལན་གྱི་ངས་གལ་བྱུང་མ་སོ་རྗེ་རིམ་རྗེ་ཡབ་ཚེ་གསུམ་གི་ནང་ལོགས་ལ་ཡས་བཅོས་ཀྱི་གསལ་ཁ་ཡོད་རེད་ཡོད་མ་རེད་ཟེར་ཨེ་ཞུ་ང་རང། ད་མི་གི་གཞི་ནས་ཚུ་དོག་ལོས་བྱེད་དུས་སོ་སོ་ལ་ལམ་སང་ཐེ་ཚོམ་ལས་ནས་ནི་དེ་ལས་ཡོང་དུས་ཨ་ངས་ཞུ་ང་རང་ཞུ་ལྟ་དེབ་ཀླད་པའི་ནང་ལ་བཞག་ཡོད་ར་འདུག་ལྟ་ཡོང་དུས་སྔགས་རིག་ཆེན་མོའི་ནང་ལ་ཡེ་ཆོས་ཟེར་ཞིག་འདུག་ཨུ་དེ། ཡེ་ཆོས་ཟེར་གི་ཐ་སྙད་ཅིག་དུས་འགོ་འདུག་སྔགས་རིག་ཆེན་མོའི་ནང་ལོག་ལ་དབྱིན་རྩ་རྗེས་རམ་ཅིག་གིས་ཡེ་ཆོས་བཤད་གི་ཞིག་ཡོད་པ་དེ་ཁུངས་སྐྱེལ་ཐུབ་བོ་ལྟ། ད་ང་ཡང་ཁ་སིལ་ཏོ་བ་སེ་ཡིན་དེ་ཡང་ཁ་ཏོ་དེ་གཉིས་མ་སོ་ཐོག་སོང་ངས། སྔགས་རིག་ཆེན་མོའི་དབུ་དུ་བ་ཅིག་ལ་ཉེས་སྤྱོད་བསལ་ཡ་ཡོད། རྟ་ནག་ལ་མ་ངེས་བསལ་ཡ་དེ་འདི་རེད་ག་ས། ཕལ་ཆེར་བསལ་ཀ་མི་འདུག་བསམ་བྱུང་རྟ་འདི་འདུག་ཡང་ནག་ལ་མ་ངེས། གཞི་འདི་ལ་ནག་ལ་མ་ངེས་ཡིན་གསུང་ཡ་འདུག་དེ་དེ་དུས་ཡི་གེ་མི་བཟོ་ནག་ལ་འདུག་དེ་མཁས་གྲུབ་རིམ་གྱིས་གསུང་ནག་ལ་ཚད་མའི་གཞུང་ནག་ལ་འདུག། དཔེར་ན་འདི་རེད་བ་ག་ས། དངོས་འཛིན་མེད་ཤེས་དངོས་འཛིན་མེད་ཤེས་དེ་སྔོན་པོ་ལ་མཚན་མ་ཡིན་ཀྱང་སྔོན་པོ་མི་རྟག་པ་ལ་སྣང་ལ་མ་ངེས་ཡིན། འདི་དུ་སྟེ་ཡིན་ནི་སྔོན་ཚུལ་མེད་བཞིན་སྣང་ལ་མ་ངེས་ཡིན་ཟེར་ཡ་འདི་ཡོད་མ་རུ། ག་ས། མཚན་མ་རུ་བ་ཀོ་སྣང་ལ་མ་ངེས་མ་ཡིན་ཙང། གཞི་བདེ་ལ་སྣང་ལ་མ་ངེས་ཡིན་པ་འདི་གསལ་པོ་དོན་གྱི་འདུག་ཡིན་ནས་ད་ཡ་སྣང་ལ་མ་ངེས། གཅིག་རང་ལྡོག་ཆ་ནས་འདི་སྣང་ལ་མ་ངེས་རེད་ཟེར་གཅིག་ངས་གསལ་པོ་མཐོང་མ་སོང་ཡང་ད་ག་འདྲ། ང་རང་ཚོ་གི་ཀླུ་རིགས་བདུད་ཀྱི་རྣམ་གཞག་འདི་གཞི་བཅོལ་ས་འདི་ཆ་བབ། ཆོས་ཀྱི་སེང་གེ་གིས་ད་ལྟ་བདུད་བདུད་གཞུང་ལ་གཞི་བཅོལ་ནས་ཨ་ནི་ཤི་མ་ཤི་ནི་མ་རྒྱུད་བསྐྱངས་ནས་ཨ་འདི་གལ་གནད་དུ་ཤི་བ་རུ།